ཏཱ་ཞི་ལེ། ད་དང་རིང་ང་ཚོ་སློབ་ཚན་སྦྱང་ཡག་དེ། སློབ་ཚན་བཅུ་གཅིག་པ་མི་ཆོས་གཙང་མ་བཅུ་དྲུག། མི་ཆོས་གཙང་མ་བཅུ་དྲུག་གི་སློབ་ཚན་དེ་རེད། ད་མི་ཆོས་གཙང་མ་བཅུ་དྲུག་ལ་དུས་ད་ལྟ་ང་རང་ཚོ་མི་དཀྱུས་མ་ལ་ཡ། མི་དཀྱུས་མ་གི་ཨ་ནེ་རྒྱུན་ལྡན་འཚོ་བའི་ནང་ལ་ལས་ཀ་ཡག་པོ་བྱེད་སྟངས་ག་འདྲ་ཡིན་མིན་དེ་ཤེས་གི་ཡོད། ད་ནང་བཞིན། རབ་བྱུང་དེ་ཚོ་ཡིན་ན་སྐུ་ཕྱོགས་དེ་ཚོ་ཡིན་ན། ནི་ལྷ་ཆོས་དགེ་བ་བཅུ། ལ་ཡིག་དོ། བྱས་ཙང་ལྷ་ཆོས་དགེ་བ་བཅུ་དང་མི་བཅུ་གཙང་མ་བཅུ་དྲུག། དེ། ཆོས་རྒྱལ་སྲོང་བཙན་སྒམ་པོའི་སྐབས་སུ། གཏན་འབེབས་བྱས་བྱང་ཕྱོགས་ཀྱི་མི་དེ་ཚོ་ལ་ཡང། ནི། བཟང་པོའི་བསླབ་བྱ། བཟང་པོའི་བསླབ་བྱ་མཚོན་པའི་ག་ནི། ཁྲིམས་སི་ནའི་དྲ་ལུགས་སྲོལ་ཕྱི་རབས། བྱས་ཙང། མི་བཅུ་གཙང་མ་བཅུ་དྲུག་དེའི་ནང་ལ་ཡང། འོ་ལེ་ཡ་རིམ་པ་ཞིག་ནས་མི་བརྗོད་ཙང་མ་བཅོས་དྲུག་དེ་ག་རེ་ག་རེ་ཡིན་མིན་དེ་དོན་གྱི་རེད་ཡིན་ན་ཡང་ང་རང་ཚོས། ད་འདི་དེ་ན་ལ་ཡ་སློབ་ཚན་དེ་ན་ལ་མ་ཅིག་སེ་བ་ཡིན་ན་ཨ་ནི། བུ་ཅིག་དང་ཨ་ནི་ཚོང་དཔོན་ཅིག་གི་བར་རུ་ལ་ཨ་ནི་བཀའ་མོལ་གནང་རྒྱོག་ཆེ་རེད། འོ་ཡ་ད་བྱས་ཙང་བཀའ་མོལ་དེ། ང་རང་ཚོའི་མཉམ་དུ་ཡིན་ད། སྐུ་ཁམས་བཟང་བུ། སྐུ་ཁམས་བཟང་ཚོང་དཔོན་ལགས། བུ་ཁྱེད་རང་ཅི་ཞིག་བྱེད་ཀྱི་ཡོད། ང་མི་བཅུ་གཙང་མ་བཅུ་དྲུག་གི་སྐོར་ལ་བསམ་བློ་གཏོང་བཞིན་ཡོད། ཧ་ཧ། བྱས་ན་མི་བཅུ་གཙང་མ་བཅུ་དྲུག་ཟེར་ན་ཅི་ཞིག་རེད་དམ། མི་བཅུ་གཙང་མ་བཅུ་དྲུག་ནི་ཆོས་རྒྱལ་སྲོང་བཙན་སྒམ་པོས་ཁྲིམས་སུ་བཅས་ཤིང་འཇིག་རྟེན་ཡ་རབས་ཀྱི་ལུགས་དང་མཐུན་པས་ན་མི་ཆོས་ཟེར་ཞིང་ངན་སྤྱོད་ཀྱི་དྲི་མས་མ་གོས་བ་ན་གཙང་མ་ཟིག་ཡོད་རེད། ཨོ། བྱས་ན། མི་བཅུ་གཙང་མ་བཅུ་དྲུག་གང་ནས་རག་ཐུབ་བམ། འཛིན་རིགས་ལྔ་བའི་ཀློག་དེབ་ནང་ཡོད་རེད། ཤེས་རིག་པ་ཁང་ནས་རག་གི་རེད། རིན་གོང་ག་ཚོད་ཙམ་ཡིན་ནམ། དེ་ཁེ་ཚོང་གི་ཟོང་མིན་པས་རིན་གོང་ཆེན་པོ་མ་རེད། ད་མི་བརྗོད་གཙང་མ་བཅུ་དྲུག་གི་སློབ་ཚན་འདི། འཛིན་གྲྭ་ལྔ་བའི་ཀློག་ཐེངས་ནང་ནས་རག་ཚར་བ། བྱས་ཙང། མི་བརྗོད་གཙང་མ་བཅུ་དྲུག་དེ་ག་རེ་ག་རེ་ཡིན་མིན་མར་འགྲེལ་བཤད་ཞུ་བ་ཡིན་ན། དཀོན་མཆོག་གསུམ་ལ། བླ་མར་བཟུང་ནས་གུས་པས་མཆོད་པ་དང་གཅིག། དཀོན་མཆོག་གསུམ་དེ། བླ་མར་བཟུང་ནས། ཧཱུྃ། དཀོན་མཆོག་གསུམ་སྟེ་སངས་རྒྱས་དཀོན་མཆོག་ཆོས་དཀོན་མཆོག་དགེ་འདུན་དཀོན་མཆོག་གསུམ་སྟེ། ཨ་ནི། བླ་མར་བཟུང་ནས་སོ་སོ་གི་བླ་མ་ལ་རྩིས་བྱས། ཨ་ནི་ག་དུས་ཡིན་ནའི་གུས་ཞབས་བྱས་ནས་མཆོད་པ་ཕུལ་ཡག་དང་གུས་ཞབས་བྱེད་ཡག་དེ་གཅིག་རེད། ད་ནང་བཞིན། ཚེ་འདི་དང་སྐྱེ་བ་གཞན་དུ་ཕན་པའི་དམ་པའི་ཆོས་སྒྲུབ་པ་དང་གཉིས། དམ་པའི་ཆོས་ལ་དུས། ཡང་དག་པའི་གེགས་ཆོད་དེ་ལས་ཡང་དམ་པའི་ཆོས་ལ་བོར་བ་བྱས་ཙང། ཚེ་འདི་ཙམ་དུ་མ་ཟད་སྐྱེ་བ་གཞན་དུ་འཕེན་པས་ཨན། ཆོས་བྱེད་ཡ་དེ་གཉིས་བ་དེ་རེད། ཆོས་བྱེད་དུས་ད་ནམ་རྒྱུན་ནས་ངས་དེ་སྔོན་དུ་སློབ་ཚན་གཅིག་ལ་ཞུས་ཟིན་པ་ཡིན། ཆོས་བྱེད་དུས་ཡིན་གཅིག་མིན་གཅིག་གིས་ཡི་གེ་མཆོད་བཤམས་མདུན་ལ་ཕྱིན་ནས་སྨོན་ལམ་རྒྱག་ད་གཞན་དོན་སྐྱོ་བ་གཅིག་པོ་མ་ཡིན་པ་བྱས་སོ་སོའི་ནམ་རྒྱུན་ཨ་ནི། བསམ་བློ་བཏང་སྟངས་དེ་ལ་འགྱུར་བ་བཏང་ནས་ཨ་ནེ་མི་གཞན་པ་ལ་གནོད་སེམས་སྦྱང་བ་དང་གནོད་པའི་ལས་ཀ་བྱེད་ཡ། ལུས་ངག་ཡིད་གསུམ་གུ་དོག་ནས་ཨ་ནེ་གནོད་པའི་ལས་ཀ་མ་བྱས་པ་ཡིན་ན་ཨ་ནེ་ཕན་པའི་ལས་ཀ་བྱས་པ་དེ་ལས་ཆོས་སླ་བོར་བྱས་ཙང་དེ་འདྲས་བྱས་པ་ཡིན་ན་ཚེ་འདི་དང་སྐྱེ་བ་ཕྱི་མ་ལ་ཕན་གྱི་ཡོད་ར་བྱས་ཙང་དེ་འདྲས་བྱས་ཡ་དེ་ཨ་མི་འཇོན་གཙང་མ་བཅུ་དྲུག་ནང་གི་གཉིས་བ་དེ་རེད། ཕ་མར་དྲིན་གསོ་བའི་བསྙེན་བཀུར་བྱ་བ་དང་གསུམ་ད་ཕ་མ་ལ་ཡ་དྲིན་གསོ་བ་ལ་ན་བཀའ་དྲིན་འཇལ་བའི་བཀའ་དྲིན་རྗེ་ཡག་གི་བཤད་འདུག་བསྙེན་བཀུར་བཀུར་སྟི་གུས་ཞབས་བྱེད་པ་དེ་ལས་ཡག་བསྙེན་བཀུར་བྱེད་པ་སློབ་བྱས་ཙང་ང་ཚོའི་སློབ་ཚན་མང་པོ་ཞིག་ནང་ལ་ཡག་དྲིས་ལན་ལོངས་སྤྱད་བྱེད་ཡོད་པའི་སློབ་ཚན་དང་དང་ནང་བཞིན་དྲིས་ལན་ཡག་པོ་འཇལ་བའི་སློབ་ཚན་དེ་འདྲ་མང་པོ་ཡོད་བ་བྱས་ཙང་དེ་ཚོ་ལ་དཔེ་བལྟ་ན་ནི་སོ་སོའི་ཕ་མ་དང་རྒན་རབས་དེ་ཚོ་ལ་ཡག་བཀའ་དྲིན་རྗེ་ཡག་གི་བཀའ་དྲིན་རྗེ་ཡག་བྱེད་འདུག་བཀུར་སྟི་དང་གུས་ཞབས་བྱེད་བ་དང་ནང་བཞིན་ཕ་མ་ལ་ཞབས་ཕྱི་ཞུ་བ། ཕ་མ་གིས་མགོ་ཆགས་སོང་ན་ཨ་ནི། སོ་སོས་རང་ཚུགས་མ་གཏོགས་བ་བྱས། ཨ་ནི། ཁ་ལུས་སྣབས་ལུས་དང་ད་ག་ན་ཤི་ཆབ་གསང་དེ་ཚོ་ཨ་ནི། གིས་མགོ་ཆགས་ནས་ན་ཚ་ན་བའི་སྐབས་སུ་དེ་འདྲའི་ཨ་ནི་སོ་སོ་རང་བཞིན་གྱིས་བྱེད་མ་གཏོགས་བ་ཡིན་དུས་ཨ་ནི། ཆུང་མ་དེ་ཚོའི་ཞབས་ཕྱི་ཞུས་ནས་བྱེད་དགོས་བ་དེ་གལ་ཆེན་པོ་རེད་མ་གཏོགས་ཨ་ནི་ཚོར་རྟོག་ག་བོ་བྱས་ནས་གཡུག་བཞག་ན་ཨ་ནི་དེ་འདྲའི་ཕ་མ་དང་རྒན་རབས་དེ་ཚོ་བློ་ཕམ་ཡག་གི་གནས་ཚུལ་རེད། བྱས་ཙང་ཕ་མ་དང་རྒན་རབས་ལ་གུས་བཀུར་བྱས་ཡག་སྟེ། མི་བཅུ་གཙང་མ་བཅུ་དྲུག་གི་བསུ་བ་དེ་བྱས། ཡོན་ཏན་ཅན་ལ་མཆོག་ཏུ་མཐོང་ནས་གོང་དུ་བཀུར་བ་དང་བཞི། ཡོན་ཏན་ཅན་མི་ཡོན་ཏན་ཡོད་མགྱོགས་དེ་ཚོ་ལ་ཡ། ཨ། ཡོན་ཏན་ཅན་ལ་བོར་བ་ཡོན་ཏན་ལྡན་པ་དེ་ལ་ཡ། ཅན་ལྡན་མཁན་ཟེར་ན་ཡོན་ཏན་ཡོད་མགྱོགས་ཀྱི། ཨ། མི་དེ་ཚོ་ལ་བོར་བ། བྱས་ཙང་ཡོན་ཏན་ཡོན་ཀྱོག་གི་མི་དེ་ཚོ་ལ་ཨ་ནི་མཆོག་ཏུ་མཐོང་ནས། ཡག་པོ་ཅིག་རེད་བསམ་རྗེས་མཆོག་ཏུ་གྱུར་བ་ཅིག་རེད་བྱས་ན་ལྟ་གོ་རེད་མ་གཏོགས་ཁོ་ཡོན་ཏན་ཞུ་ཡོད་རེད་ཁོ་ད་ང་ཁོང་ཁྲོ་ཟ་ཡི་འདུག་བསམ་ཡག་གི་བསམ་བློ་དེ་འདྲས་མ་བཏང་བ་བྱས། ཁོ་ད་ཡོན་ཏན་ཡག་པོ་སྤེལ་ཡོད་རེད་ཨ་ནི་མི་སྤེལ་ཡག་པོ་རེད་བྱས་ཙང་ཨ་ནི་ང་ཚོ་ཁོ་ལ་གུས་བཀུར་བྱེད་དགོས་ཀྱི་རེད་བསམ་ནས་གུས་བཀུར་བྱེད་ཡ་དེ་ཨ་ནི་ཞི་བ་དེ་རེད། རྒན་པ་རྣམས་ལ་སྲི་ཞུ་ཕུ་འདུས་བྱས་པ་དང་ང། ད་གན་པ་རྣམས་ལ་སོ་སོའི། ཡོན་ཏན་གྱི་ཆ་ནས་གན་པ། ད་ག་ན་ཞིང་གོ་གནས་ཀྱི་ཆ་ནས་གན་པ། ཨ་ནི་ལོ་ཚད་ཀྱི་ཆ་ནས་གན་པ། ད་གན་པ་དེ་འདྲའི་དབྱེ་བ་གསུམ་ཚེ་ཕྱེ་ན་འགྲིག་གི་རེད། ང་ཚོ་དགེ་རྒན་ལ་དུས། དགེ་རྒན་ལ་དུས་ཚང་མ་ལོ་ཆེ་བ་རེད་བཤད་ཀྱི་ཡོད་མ་རེད་དགེ་རྒན་ཟེར་དུས་དགེ་བ་རྒན་པ་དགེ་བའི་ལས་བྱེད་ཉིད་ཀྱི་ཆ་ནས་ད་དེ་འདྲའི་དགེ་རྒན་ཟེར་ན་ལ་འོར་བ་ཆེ་ཙང་གན་པ་ཟེར་ལ་དུས། ཡོན་ཏན་གྱི་ཆ་ནས་རྒན་པ། གོ་གནས་ཀྱི་ཆ་ནས་རྒན་པ། ཨ་ནི་ལོ་ཙཱའི་གྱི་ཆ་ནས་རྒན་པ། འོ་དེ་འདྲའི་ཚང་མ་ལོ་ལ་ཡ། ཨ་ནི། ཨོ་སྲི་ཞུ་ཕུ་འདུས་བྱེད་པ་སོགས་ནི། ཞབས་ཕྱི་ཞུ་ཡ་དང་ཨ་གུས་བཀུར་བྱེད་གོ་རེ་ཟེར་བ་དེ་སྔ་བ་དེ་རེད། མཛའ་བཤེས་ལ་གསར་འགྲོགས་སྤངས་ཏེ་ཉེ་སྲས་མ་ཕོ་བའི་གཞུང་རིང་བ་དང་དྲུག། མཛའ་བཤེས་ལ་ད་སོ་སོའི་གྲོགས་པོ་གྲོགས་མོ་དེ་ཚོ་ལ་ཡང་གསར་འགྲོགས་སྤངས་ཏེ་སོང་ན། སོ་སོ་ནམ་རྒྱུན་ཉི་མ་རྟག་པ་འཆམ་པོ་ཡོད་སའི་གི་གྲོགས་པོ་དེ་ཚོ་ཨ།

ག་དུས་ནས་ཉི་མ་རྟག་པར་གཅིག་པ་འགྲོ་ཞིང། བརྟན་པོ་བྱས་ནས་མཛའ་བརྩེ་བཅངས་དགོས་པ་དེ་ནི་གལ་ཆེན་པོ་རེད། གཞུང་རིང་བ་སྲིད་ན་རྒྱུད་རིང་བ། དེ་རིང་གྲོགས་པོ་བྱས་ས་སྙིང་ཁ་ཁ་བྱ་བ་ནི་དེ་ནས་མ་ཡིན་པ་བྱས། ཉི་མ་རྟག་པར་རྒྱུན་མཐུད་ནས་གྲོགས་པོ་བྱེད་དགོས་པ་དེ་ད་ག་ནས་ཤི་གྲོགས་པོ་བྱས་པ་ཙམ་དུ་མ་ཟད། སེམས་ནས་ལྷག་བསམ་རྣམ་དག་ཅིག་གི་ཐོག་ནས་བརྩེ་སེམས་ཟབ་མོའི་ཐོག་ནས་མུ་མཐུད་ནས་གྲོགས་པོ་བྱེད་དགོས་པ་དེ་གལ་ཆེན་པོ་རེད། བྱས་ཙང་དེ་འཁྲུག་པ་དེ་བྱས། ཡུལ་མིའི་ཁྱིམ་མཚེས་དང་སྨན་པ་རྣམས་ལ་ཅི་ནུས་ཀྱིས་ཕན་པ་བསྒྲུབ་པ་དང་བདུན་ཟ། ཡུལ་མིའི་ཁྱིམ་མཚེས་སྨན་པ་ཟ་དེ་ཨ་ནི། ལུང་པའི་མི། སོ་སོའི་ལུང་པ་དེའི་ནང་ལ་ཡོད་ཀྱོག་གི་མི་དེ་ཚོ། ཡུལ་མིའི་ཁྱིམ་མཚེས་སྨན་པ་ཟ་ལ་སྡོ་བ་སྨན་པ་ལམ་ན་སྐྱོ་བ། དེ་ཚོ་ལ་ཡང་སོ་སོ་གང་ཐུག་ཐུག་གིས་ཕན་ཐོགས་བྱེད་ཡ་དེ་བདུན་པ་དེ་རེད། ཡུལ་མིའི་ཁྱིམ་མཚེས་སྨན་པ་རྣམས་ལ་ཅི་ནུས་ཀྱིས་ཕན་པ་སྒྲུབ་པ་དང་བདུན། གང་ཐུག་ཐུག་གིས་ཕན་ཐོགས་སྒྲུབ་ཡ་དེ་བདུན་པ་དེ་རེད། གཞན་གྱིས་ཅི་ཟེར་ལ་མི་ཉན་པར་ཡིད་དྲང་ཞིང་བརྟན་པ་དང་བཅས་མི་གཞན་པའི་གར་ལག་གི་འོ་དེ་ཚང་མ་ཉན་ནས་འདི་ལ་ཡང། དེའི་ཆེད་དུ་རྒྱུགས་མ་འགྲོ་བ་བྱ་སོ་སོ་སོའི་བསམ་པ་བརྟན་པོ་དགོས་དགོས་རེད། བསམ་པ་བརྟན་པོ་མ་བྱས་བ་བྱས་མི་གཞན་པ་གང་ལག་སྐྱོད་དེ་ལ་ཉན་བ་ཡིན་ན་གཞན་སེར་སྤྱན་དྲངས་ཟིག་དོ་གཞན་སེར་སྤྱན་དྲངས་ཆེ་བ་ཡིན་ན་ཨ་སོ་སོ་ཉི་མ་གཅིག་ཕུང་བོ་རོ་བྱས་ཙང། ཡིན་གཅིག་མིན་གཅིག་གི་སོ་སོ་སོའི་བསམ་བློ་བཏང་ནས་མི་གཞན་པ་ཤེས་སྐྱོ་དེ་བརྟག་དཔྱད་ཡག་པོ་བྱེད་དགོས་རེད། འོ་དེ་རེད། དེ་རྒྱལ་བ་དེ་བྱས། དགུ་བ་དེ། མི་ཡ་རབས་ཀྱི་སྤྱོད་ཚུལ་ལ་བལྟ་བ་དང་དགུ། མི་ཡ་རབས་ཀྱི་སྤྱོད་ཚུལ་ལས་དཔེ་བལྟ་བ་རེད། ཨ། མི་ཡ་རབས། གཞན་ལ་ཡང་དཔེ་བལྟས་ནས་གཞན་གྱི་སྤྱོད་ཚུལ་ཡག་པོ་བྱེད་ཡ་དེ་ཚོ་ལ་ཡང་དཔེ་བལྟས་རྗེས་ཨ་ནི། སོ་སོ་ཡང་ནས་སྤྱོད་ཚུལ་ཡག་པོ་བྱེད་དགོས་རེད། འོ་དེ། གུ་བ་དེ་བྱས། ཧ་ཅང་བཟང་ཞེན་གྱིས། མཐའ་གཉིས་སུ་མ་ལྷུང་བར་ཟས་ནོར་ལ་སྤྱོད་བཞིན་པ་དང་བཅུ། ཧ་ཅང་བཟང་ཞིང་གི་མཐའ་གཉིས་སུ་མ་ལྷུང་བར་ཟས་ནོར་ལ་སྤྱོད་བཞིན་པ་སོ་དོན་ང་ཚོ་ད་ལྟ་དེ་ནང་ལ་ཡ། གཞན་སྲིད་ཇུས་ནང་ལ་ཡ་ཡོད་རེད། ག་རེ་བཤད་གོ་ཟེར་ན། ཨ་ནི། འདོད་པ་བསོད་སྙོམས་ཀྱི་མཐའ་དང་ངལ་ཞིང་དུབ་པའི་མཐའ། མཐའ་གཉིས་སུ་མ་ལྷུང་བ། རྦད་དེ་ཧང་སངས་རྒྱས་སྤྲོས་ཆེན་པོ་བྱས་ནས་ཨ་ནི། རྒྱུ་དཔེ་འཇོག་དེ་ཚོ་བག་མེད་ལོངས་སྤྱོད་དང་དེ་འདྲས་མ་ཡིན་པ་བྱས་ཡང་ཨ་ནི། སྐྱོ་སྐྱོ་བྱས་ནས་ཨ་ནི། སོ་སོའི་ཡུལ་རྩ་ཁང་པོ་མི་ལ་སྤྲད་སོ་སོ་སྐྱོ་བྱས་ནས་བསྡད་ཨ་དེ་རྒྱལ་ཚང་དེ་འདྲས་མ་ཡིན་པ་བྱས་མཐའ་སྙིང་ག་དེ་མ་ཡིན་པ་བྱས། དཀྱིས་མ་དེ་ལ་དབུ་མ་ཟིག་དོ་བྱས་ཙང་ང་ཚོ་དབུ་མའི་ལམ་སླ་བ་ནང་བཞིན་བྱས་ན་དཀྱིས་མ་དེ་ལ། འདོད་པ་བསོད་སྙོམས་ཀྱི་མཐའ་དང་ངེས་ཤིང་དུལ་བའི་མཐའ་གཉིས་དེ་ལ་མ་ལྷུང་བ་བྱས་ཨ་ནི་ཟས་ནོར་ལོངས་སྤྱོད་ག་བ་ཡིན་ནས་བེད་སྤྱོད་ཡག་པོ་བྱས་དང་ཤེས་པ། མང་མ་ཕྲ་ཉུང་མ་ཕྲ་བ་བྱེ་བཏགས་ལྟར་ཨ་ནི་བེད་སྤྱོད་སྟངས་ཤེས་པ་ཕྱི་བ་སྟེ་བཅུ་བ་དེ་རེད། དྲིན་ཆེ་བ་ལ་བྱེད་མེད་ཀྱི་ཕན་ལན་སྒྲུབ་པ་དང་བཅུ་གཅིག། མི་གཞན་པ་སོ་སོར་ལ་ཚུལ་བཀའ་དྲིན་ཆེན་པོ་ཆེ་བ་དེ་ལ་བརྟེན་ནས་ཕ་ཡང་ཨ་ནི་ང་ལ་འདི་ཁོང་དྲིན་ཆེན་པོ་ཡིན་བསམ་རྗེས་ཨ་ནི་ཕ་ཡང་ད་ག་རང་བཞིན་གྱི་ཕན་འདོགས་བྱེད་དགོས་ཀྱི་རེད། ཕན་འདོགས་བྱེད་དགོས་ཀྱི་རེད་མ་གཏོགས་དྲིན་ལན་ལོངས་སྤྱད་བྱེད་རྒྱུ་ཡོད་མ་རེད། དེ་སྔོན་ང་ཚོ་སློབ་ཚན་གཅིག་ནང་ལ་སྦྱང་བ་ན་གཞི་བྱས་ནས་སྤྱང་ཀི་དེ་ཨ་ནེ་ཁྲུང་ཁྲུང་གིས། སྤྱང་ཀི་ཁོ་རང་ཁྲུང་ཁྲུང་གིས་སྲོག་བསྐྱབས་པ་ཡིན་ནས་རྗེས་ལ་ཡང་ཨ་ནེ་སྤྱང་ཀི་དེས་ཨ་ནེ་ཁྲུང་ཁྲུང་ལ་ཕར་ཡར་ལ་གཡོག་ནས་ཁྱེད་རང་གི་ཁྱོད་ཚོ་རིང་པོ་དེ་ཟུག་སོང་ལ་ནས། བཙུགས་སོ་ལ་ནས། ཡར་ལ་གཡོག་ནས་སོ་སོ་དྲིན་ཆེ་ཁྱོད་ཚོ་ཚང་མ་དྲན་པ་བྱེད་སོ། དྲན་པ་བྱས་ནས་ད་དུང་ཕར་ལ་ཡར་ལ་བཙུགས་པ་དང་བྱས་ཙང་དེ་འདྲས་མ་ཡིན་པ་བྱས། སོ་སོ་ཚུལ་བཀའ་དྲིན་ཆེན་པོ་གང་དྲིན་ཆེ་བ་དེ་ལ་བསམ་མནོ་བཏང་ནས་ཕར་ཡང་ད་ག་རང་བྱེད་དགོས་རེད། འོན་ཏེ། ཧོ། བཅུ་གཅིག་པ་དེ་བྱས། བྲེ་བསང་སོགས་སྤྱོད་ཚུལ་ལ་གཡོ་སྒྱུ་མེད་པ་དང་བཅུ་གཉིས། བྲེ་བསང་སོ་དུས། ཧོ། བྲེ་དང་བསང། ད་བྲེ་བསང་སོ་དུས་སྤྱི་དང་བྲེ་ལ་ཨ་ཏི་ག་རུ་སོགས་བར་སོང་ན་བོད་ལ་ཡང་འབྲུ་འཇལ་ཡག་གི་ཚད་ཅིག་རེད། བསང་ཟེར་ན། གསེར་དང་དངུལ་སོགས་འཇལ་བྱེད་ཀྱི་ཚད་གཞི་གཅིག་གི་མིང་རོ། བྲེ་ལ་དུ། བོད་ལ་ཡང་འབྲུ་དེ་ཚོ་ཕར་ཚུར་འཇལ་བའི་སྐབས་སུ་ཨ་ཕོ་བོ་ཆེན་པོ་ཅེས་ར་དེ་ལ་ཡང་བྲེ་ལེགས། བྲེ་དེ་ག་ལ་ཡ་རྒྱུག་པར་བརྟེན་ནས་བྲེ་རྒྱུག་དེ་དོ་ཟེར་ནས་དེ་དུས་བྲེ་གང་བྲེ་དོ་ཟེར་ནས་འཇལ་གྱི་རེད། འབྲུ་འཇལ་དུས། གང་རང་བཞིན་དངུལ་ཡང་སྲང་གང་སྲང་དོ་ཞོ་གང་ཞོ་དོ་ཟེར་ནས་ཡོར་བ། བྱས་ཙང། དངུལ་ཡིན་ནའི་འདྲ་འབྲུ་ཡིན་ནའི་འདྲ་ག་རེ་ཡིན་ནའི་དེའི་ལྟོ་ལ་ཡ་ཨ་ནི། ཕར་ཚུར་མི་ལ་རྩིས་རྒྱག་པའི་སྐབས་སུ་དྲང་པོ་དྲང་བཞག་བྱེད་དགོས་ར་མ་གཏོགས་གཡོ་སྒྱུ་ཁྲམ་གསུམ་བྱེད་པ་ཡིན་ན་འགྲིག་གི་ཡོད་མ་རེད། ཚོང་རྒྱག་པའི་སྐབས་སུ་དམིགས་བསལ་གྱི་ཚོང་རྒྱག་པའི་སྐབས་སུ་དྲང་པོ་དྲང་བཞག་བྱེད་དགོས་ར་མ་གཏོགས་ཧམ་པ་ཆེན་པོ་བྱེད་ཡག་ཡོད་མ་རེད་འོ་དེ་ཨ་ནི་བཅུ་གཉིས་པ་དེ་རེད། ཉེ་རིང་དང་བྲལ་བའི། ཅི་སྙོམས་ཤིང། གཞན་གྱི་དཔལ་འབྱོར་ལ་མི་བཟོད་པའི་ཕྲག་དོག་སྤོང་བ་དང་བཅུ་གསུམ། ཉེ་རིང་དང་བྲལ་བའི། ཁོང་ངའི་གྲོགས་པོ་རེད། ང་ཡག་པོ་བྱེད་ཀྱི་ཡིན། ཁོང་ང་གྲོགས་པོ་མ་རེད་ཐག་རིང་པོ་དེ་ཡིན། དེ་འདྲའི་དབྱེ་བ་མ་ཕྱེས། ཨ། ཉེ་རིང་མ་ཕྱེས། ང་རང་ཚོའི་ཆོས་རྣམས་ལ་སེམས་ཅན་ཐམས་ཅད་ཉེ་རིང་ཆགས་སྡང་གཉིས་དང་བྲལ་བའི་བཏང་སྙོམས་ལ་གནས་པར་གྱུར་ཅིག་ཟེར་ན་གསུང་དགོས་རོ། བྱས་ཙང། ཁ་ཤས་ལ་ཡག་ག་གྲོགས་ཁ་ཤས་ལ་སྡུག་ག་གྲོགས་བྱེད་ཡག་ཡོད་མ་རེད། མི་ཚང་མ་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་གཅིག་པ་ཡིན་པ་སོང་ཙང། ཚང་མ་ལ་ཨ་ནི་སྤྱི་སྙོམས་ཅིག་བྱེད་དགོས་རེད། གཅིག་པ་ཞེས་བྱ་བ་ལྟ་སྟངས་གཅིག་པ་ལྟ་བུ་རེད། ཅི་སྙམ་བཞིན་གཞན་གྱི་དཔལ་འབྱོར་ལ་མི་གསོད་པའི་མི་གཞན་པ་ལ་དཔལ་འབྱོར་ཡག་པོ་བྱེད་འདུག་ན་སོ་སོ་ཕྲག་དོག་ཟ་རྒྱུ་ཡོད་མ་རེད། ཧོ་ཁོ་ཁོ་རང་གིས་ཚེ་སྔོན་མ་བསོད་ནམས་ཡག་པོ་བསགས་བ་ལ་བརྟེན་ནས་ད་རེས་ད་ལྟའི་གི་མི་ཚེ་འདི་ལ་ཡང་དཔལ་འབྱོར་ཡག་པོ་ཆགས་རེད། ཧོ་ང་རང་ཚེ་སྔོན་མ་བསོད་ནམས་ཡག་པོ་མ་བསགས་བ་སོང་ཙང་ད་ལྟ་དཔལ་འབྱོར་འདི་འདྲའི་ཆེད་ལས་ཡོད་མ་རེད། ཧོ་དེ་འདྲའི་བསམ་བློ་བཏང་བཞིན་པ་ཆོས་གོ་ར་མ་གཏོགས། ཁོ་ལ་དཔལ་འབྱོར་འདི་འདྲའི་ཆེད་དུ་ང་ལ་ག་ཆེ་ནས་ཡོད་མ་རེད། ཁོ་དེ་ག་ཆེ་ནས་བྱུང་ཡོད་ན། ལང་སོ་སོའི་སེམས་འདི་ནས་ཕ་ཇོ་གི་དཔལ་འབྱོར་ཡག་པོ་བྱུང་རྒྱུ་དེ་ལ་ཡང་ནི། ཨོ། ཕྲག་དོག་སྐྱེས་ནས་བཟོད་སྒོམ་བྱེད་མ་ཐུབ་པ་དེ་འདྲ་བྱེད་རྒྱུ་ཡོད་མ་རེད། ཕྲག་དོག་བྱེད་རྒྱུ་ཡོད་མ་རེད་སོགས་གལ་ཆེ་ཤོས་དེ་འོ་འདི་ཅོག་གསུངས་པ་དེ་བྱས། གཡོ་སྒྱུ་ཅན་དང་གྲོགས་ངན་པའི་རིགས་ལ། མི་སྙན་པ་དང་བཅུ་བཞི། བྱས་ཙང་གཡོ་སྒྱུ་ཅན་དང་གྲོགས་ངན་རིགས་སུ་དུ་མི་གཡོ་སྒྱུ་ཅན་ཟིག་དང་མི་འགོག་པ་དང་གཉེན་དུ་སུ་ལ་གཡོ་སྒྱུ་ཅན་ཟིག། གཡོ་སྒྱུ་ཚ་བོ་དེ་སོ། ཨ། གཡོ་སྒྱུ་ཅན་དང་གྲོགས་ངན་གྲོགས་ངན་པའི་རིགས་ལ་གྲོགས་པོ་ངན་པ། བྱས་ཙང་ང་ཚོ་བོད་པའི་གཏམ་དཔེ་ལ་ཡང་ཨ་ནི་ཁར་གསོ་བར་ཟེར་ན། གྲོགས་པོས་གྲོགས་པོ་བསླུ་བ་དེ་རྒས་ཤིང་རྒས་ཤིང་བསླུ་བ་ཡིན། གྲོགས་མོས་གྲོགས་མོ་བསླུ་བ་དེ་ངུ་བཞིན་ངུ་བཞིན་བསླུ་བ་ཡིན། ཤེས་ཀྱི་རོ། བྱས་ཙང། གྲོགས་པོ་ངན་པ་དེ་ཚོས། སེམས་གཏིང་ལ་བསམ་བློ་ག་རེ་བཏང་གི་ཡོད་མེད་དང་པོ་ནས་མཁྱེན་པ་བྱེད་དགོས་རེད་མ་གཏོགས་ང་གཉིས་གྲོགས་པོ་ཡིན་ཟེར་ནས་གྲོགས་པོ་བཤད་ཚེ་ཚང་མ་ཉན་ཡ་ཡོད་མ་རེད། བརྟག་དཔྱད་ཡག་པོ་བྱེད་དགོས་རེད། དང་ནས་བཞིན་ཨ་ནི། མི་གཡོ་སྒྱུ་ཅན་ཁ་ཤས་ཀྱིས། མ་དགའ་ནས་དགའ་མདོག་ཁོ་བོ་བྱེད། འབྲས་བུ་མེད་ནས་འབྲས་བུ་ཡོད་མདོག་མདོག་བྱེད་ནས་སོ་སོ་ལ་མགོ་སྐོར་གཏང་གི་ཡོད་རེད་བ། བྱས་ཙང་ལྷག་པར་དུ་སློབ་ཕྲུག་ཡིན་པའི་གནས་སྐབས་སུ། གྲོགས་པོ་ཁ་ཤས་ཀྱིས་ཨ་ནི། འཆམ་པོ་ཡིན་མདོག་མདོག་བྱེད་ནས་མཐའ་མ་དེ་འདྲ་ལབ་ཡག་དང་ཨ་ནི་དག་ནས་བཞིན་སྐུལ་མ་སྐུལ་དང་ལབ་ཡག་དེ་འདྲ་ཡོང་གི་རེད། བྱས་ཙང་དེ་ཚོ་ཚང་མ་ལ་ཡང་གཟབ་གཟབ་བྱེད་དགོས་ཨ་དེ་གལ་ཆེན་པོ་རེད། ཨོ་ཡ་དེ་བཅུ་བཞི་བ་དུ་བྱས། ང་འཇམ་ཞིང་གཞན་གྱི་བློར་འཚམ་པའི་སྨྲ་མཁས་པ་དང་བཅོ་ལྔ། ང་འཇམ་ཞིང། སྐད་ཆ་རྩུབ་པོ་མ་ཡིན་པ་སྐད་ཆ་འཇམ་པོའི་ཐོག་ནས། ད་ནང་བཞིན་མི་གཞན་པ་གི་སྐད་ཆ་རེ་མི་གཞན་པ་གི་བློ་དང་འཚམ་པའི་སྐད་ཆ། མི་གཞན་པ་ག་རེ་གོ་ཉེན་འགྲོ་གི་ཡོད་བ་དང་བསྟུན་ནས་སོ་སོ་ཡིན་ནའི་མི་གཞན་པ་གི་བསམ་ཚུལ་དེ་ལ་གཞིགས་ནས་སྐད་ཆ་བཤད་དགོས་རེད་མ་གཏོགས། མི་གཞན་པ་དེ་ལ་ཡང་ཕོ་ཡག་གི་སྐད་ཆ་དེ་འདྲ་བཤད་རྒྱུ་ཡོད་མ་རེད། སྐད་ཆ་བཤད་མཁས་བོ་དགོས་རེད། སྐད་ཆ་བཤད་མཁས་བོ་དགོས་རེད་ལབ་དུས་ཨ་ནི་མི་གཞན་པ་དེ་ལ་དཔེ་ལེགས་བཤད་སུ་ལ་དགོས་བ་མ་རེད། དཔེ་ལེགས་བཤད་སུ་དོན་ཡང་འདི་བྱེད་སྟངས་ཁ་ཁ་ཅིག་རུ་བ་ཁྱེད་རང་ཡག་པོ་མེད་ནས་ཡག་པོ་ཡོད་རེད་སུ་ལ་སྐད་ཆ་དེ་འདྲ་རུ་བ་དེ་འདྲས་མ་རེད། མི་གཞན་པ་དེ་བསམ་བློ་བཏང་དང་ག་འདྲའི་ཆེ་རེད་བྱའོ་དེ་ལ་གཞིགས་ནས་ཨང་སོ་སོས་བསམ་བློ་བཏང་དང་དེ་ལ་གཞིགས་ནས་ཡང་མི་དེ་ལ་རོགས་པ་བྱེད་ཡག་དང་ཕན་སེམས་བྱེད་ཡག་དག་ན་ཞིང་ཕན་པའི་སྐད་ཆ་བཤད་ཡག་དང་བསླབ་བྱ་རྒྱག་དེ་ཚོ་ཨ་ནི་ཧང་སང་གལ་ཆེན་པོ་རེད་བཤད་ཙང་དེ་བཅོ་ལྔ་དེ་རེད། ད་བཅུ་དྲུག་དེ། ཆོས་སྲིད་གང་ལའང་དཀའ་བ་སྤྱད་བཟོད་པའི་ཐེག་པ་ཆེ་ཞིང་བློ་ཁོག་ཡངས་པ་དང་བཅུ་དྲུག་ས། ཆོས་སྲིད་ཞིག་དང་ཆོས་སྲིད་ལ་དུས། ཆོས་དང་ཆབ་སྲིད། ཆོས་དང་ཆབ་སྲིད་ད་ང་རང་ཚོའི་ལུང་པ་འདི་གོ་རང་ཆོས་སྲིད་གཉིས་ལྡན་གྱི་རྒྱལ་ཁབ་ཆོས་ཡོད་པ་དང་སྲིད་ཡོད་པ། བྱས་ཙང། ཆོས་སྲིད་གཉིས་ལྡན་གྱི་རྒྱལ་ཁབ་ཡིན་པ་གསུངས་ཙང་ང་རང་ཚོ་ཡིན་ནས་ང་རང་ཚོ་བུ་ཕྲུག་དེ་ཚོ་ཡིན་པ་ཡིན་ན་ཨ་ནི། ཆོས་ཀྱི་དོན་དག་ཡིན་པ་ཡིན་ན་འདྲ་སྲིད་ཀྱི་དོན་དག་ཡིན་པ་ཡིན་ན་འདྲ། ལས་ཀ་ག་འདྲས་བྱེད་ལ་ཡ་ཨ་ནི་དཀའ་ལས་རྒྱབ་ཐུབ་ཡག་གི།

དེ་ལས་ཡང་ཐེག་པ་ཆེ་བ་སོ། བློ་ཁོག་ཡངས་པ་དང་བཅུ་དྲུག་ཐེག་པ་ཆེ་ཞིང་སྡུག་བསྔལ་ལས་ཡང་མ་སྐྲག་སྙིང། སྡུག་བསྔལ་ལ་མ་སྐྲག་བར་བྱའོ། བློ་ཁོག་ཡངས་པོའི་སྒོ་ནས་འོ། བྱ་བ་ག་རེ་ཡིན་ནས་ད་དེ་ངས་བྱེད་ཐུབ་ཀི་རེད་བསམ་བྱས་ཨ་སེམས་ཤུགས་ཆེན་པོ་ཅིག་འཁྱེར་ཐུབ་བ་དེ་ལས་ཡང་ཨ་ནི་བློ་ཁོག་ཡངས་པ་སོ། བྱས་ཙང། ཆོས་ཀྱི་བྱ་བ་ཡིན་ན་འདྲ་སྲིད་ཀྱི་བྱ་བ་ཡིན་ན་འདྲ་དཀའ་ངལ་ལ་དཔའ་མ་ཞུམ་ནས་འབད་བརྩོན་ཆེན་པོ་བྱེད་ཐུབ་དགོས་ཡ་དེ་ཨ་ནི་བཅུ་དྲུག་པ་དེ་རེད། འོ་ཡ། བྱས་ཙང་ད་ངས་གོང་དུ་ཁྱེད་རང་ཚོར་མི་བཅུ་གཙང་མ་བཅུ་དྲུག་རེ་རེ་བྱིན་ནས་འགྲེལ་བཤད་ཞུས་ཟིན་པ་ཡིན། འོ་ཡ། ད་ང་ཚོ་སློབ་ཚན་དངོས་གཞི་དེ་ཁྱེད་རང་ཚོར་མ་འཆད་ཁྲིད་ཞུས་ཟིན་པ་ཡིན། ད་འདི་ནས་ང་ཚོ་བར་སེང་ཐུང་ཐུང་ཞིག་བཏང་གིན་གདའ། འོ་ཡ། ད་བར་གསེང་ཚར་ཚར་སོང་ཨ། ད་ང་ཚོ། དེ་ནི་མ་བྱུང་ཚེ་དེ་ནི་མ་མཉམ་དུ་འགྲོ་གི་ཡིན་ད་ཁྱེད་རང་ཚོ་མཉམ་དུ་བྱུང་ཚེ་དེ་ནི་མ་བསྲེས་རོགས་གནང། བྱུང་ཚེ་དང་པོ་རྫ་མ་གཉིས་ཀྱི་ནང་སོ་སོར་དབྱེ་ཏེ་བྱུགས། ཟ་གལ་བ་དང་མི་གལ་བ་ཟ་བྱེད་ཀྱི་ཕ་ཕྱོགས་དེ་རྫ་མ་གཉིས་དུ་བར་བྱས་ཙང་རྫ་མ་གཉིས་དེ་ནང་ལ་ཡ། ནི། གང་གི་ཚིག་དེ་ཚོ་བཅུགས་ལག་རོགས་བར་བྱས་ཙང་རྫ་མ་དེའི་ཁ་ཐུག་གི་ངོས་དེ་ལ་ཡ། ནི་བྲིས་ཡ་རེད་ཁྱེད་རང་ཚོས་འབུ་གསོད་པ། གཞན་ལ་རོགས་པ་བྱེད་པ། རྐུ་མ་རྐུ་བ། འཁྲུག་པ་རྒྱག་པ། དྲི་ལན་འཇལ་བ། ཕ་མར་ཁ་ལེན་སློག་པ། ངག་འཇམ་ཞིང་སྐད་ཆ་ཤོད་མཁས་པ། ཡིད་མི་བརྟན་པ། མཆོད་པ་འབུལ་བ། གཞན་ལ་མཐུན་ལམ་བྱེད་པ། འོ་དེ་ཚོ། ཚིག་དེ་ཚོ་ཡག་པོ་ཀློག་ནས་དེ་དོན་དག་ལ་བསམ་བློ་ཡག་པོ་བཏང་ནས་གོང་གི་ཚིག་དེ་ཚོ་ཨ་ནི་དགེ་བའི་ལས་རེད་འདུག་མི་དགེ་བའི་ལས་རེད་འདུག་དགེ་བའི་ལས་རེད་འདུག་ན་བཟོད་ཆོག་དེ་ལ་བྲི་མི་དགེ་བའི་ལས་རེད་འདུག་ན་ཕར་ཆོག་དེ་ལ་བྲི་རོགས་གནང། བྱུང་ཚེ་གཉིས་པ། ཚིགས་བཅད་བཀླགས་ནས་མཐུན་སྦྱོར་གྱིས་སམ། འོག་གི་ཚིགས་བཅད་འདི་ཀློག་རྗེས་ཨ་ནི་མཐུན་སྦྱོར་བྱེད་དགོས་རེད། སྦྱིན་པས་ལོངས་སྤྱོད་ཁྲིམས་བགྱིས་ཏེ་བཟོད་པས་མདངས་ལྡན་བརྩོན་པས་སྐྱིད་བསམ་ལྡན་གྱིས་ཤིས་བློ་ཡིས་ཐོས་སྙིང་བརྩེ་བས་ནི་དོན་ཀུན་འགྲུབ་ས་བྱས་ཙང། གོང་གི་ཚིགས་བཅད་འདི་ཡག་པོ་བྱིན་ཀློག་ཡིན་ན་ཨ་ནི་འོག་གི་མཐུན་སྦྱོར་བྱེད་ཡ་དེ་ཡག་པོ་བྱིན་ནས་བྱེད་དུ་བསྐུར་བ་བྱས་ཙང་དཔེ་ཆ་བཞག་ཡོང་ཡིན་ན། སྦྱིན་པ་བཏང་བ་ཟི་ལ་དོ། དེ་ངས་དང་པོ་དེ་ལ་མཐུན་སྦྱོར་ཅིག་བྱེད་ཀྱིན་ཨ་གཞན་པ་དེ་ཚོ་ཁྱེད་རང་ཚོས་བྱེད་རོགས་གནང་སྦྱིན་པ་བཏང་བ་ཟ་དེ་ཨ་ནི་ག་གིའི་ཁ་ཐུག་ལ་མཐུན་སྦྱོར་བྱེད་དགོས་རེད་ཟ་ན་འོག་དེ་ལ་ཕ་ཅོག་གི་འོག་དེ་ལ་ལོངས་སྤྱོད་འཕེལ་བ་ཟ་ཟི་དོ་བ་བྱས་ཙང་སྦྱིན་པས་ལོངས་སྤྱོད་ཟི་ལ་དོ་བ་སྦྱིན་པ་བཏང་བ་ཡིན་ན་སོ་སོ་ལ་མི་གཞན་ལ་ཕ་སྦྱིན་པ་བཏང་བ་ཡིན་ན་སོ་སོ་ལ་ཅུང་མ་ཨ་ནི་ལོངས་སྤྱོད་འཕེལ་གི་རེད་རྒྱུ་ཆ་ལ་ཡག་པོ་ཆགས་ཀྱི་རེད་འོག་དེ་ཟིག་ཡོད་རེད་ད་གཞན་པ་དེ་ཚོ་ཁྱེད་རང་ཚོས་ཨ་ནི་དགོངས་པ་བཞེས་གིན་བཞེས་གིན་བྱས་ན་མཐུན་སྦྱོར་གནང་རོགས་གནང། གསུམ་པ་འགྲིག་རྟགས་དང་ནོར་རྟགས་རྒྱོབ་ས། འགྲིག་རྟགས་དང་ནོར་རྟགས་ཀྱི་ཨར་ཐང། ཁྱེད་རང་ཚོའི་ལས་ཀ་དེ་ལ་བསམ་བློ་བཏང་ནས་གོང་དུ་དེ། གོ་གོ་དེའི་དུས་འདི་ལ་ཡང་བྱ་བ་དེ་འདྲས་འདུག་ཨ་འོ་དེ་བྱ་བ་དེ་ཡག་པོ་རེད་འདུག་ཆ་རེ་བལྟ་ནས་ཨ་ནི་ག་རེ་ག་རེ་བྱེད་འོ་རེད་ག་རེ་ག་རེ་བྱེད་རྒྱུ་ཡོད་མ་རེད་དེ་ལ་གཞིགས་ནས་འདི་ལྟར་ན་ནོར་བདག་ཀྱང་རེག་པའི་ཆ་ཤས་དང་པོ་དེ་ངས་དཔེ་མཚོན་གྱི་ཕྱིར་དུ་སྟོན་པ་ཡིན་ན་ཕན་པ་འགྲུབ། ཟེར་ན་གཞན་ལ་ཕན་པ་འགྲུབ་བས་དེ་ང་ཚོས་བྱེད་དགོས་ཡར་བ་བྱས་ཙང་དེ་ལ་འགྲིག་བདག་ཀྱང་རེག། ཨོ་ཡ་ད་དེས་ན་ཤི་ཆེ་ནས་གཞན་པ་དོན་ཚང་མ་ཁྱེད་རང་ཚོས་བཟོས་རོགས་གནང། བཞི་བ། ཚིག་གྲུབ་བཟོས། དྲིན་གཟོ། བསྙེན་བཀུར། སྲི་ཞུ། མཛའ་བཤེས། བྲེ་བཟང། བློ་ཁོག། དང་པོ་ངས་དྲིན་གཟོ་ས་རེད་ལ་ཚིག་གྲུབ་ཀྱིས་བཟོས་ཀྱི་ཡིན། ང་ཆེན་པོ་ཆགས་སྐབས་ཕ་མ་གཉིས་ལ་དྲིན་གཟོ་ཐུབ་པ་བྱེད་ཀྱི་ཡིན་དྲིན་གཟོ་ཐུབ་པ་བྱེད་ཀྱི་ཡིན། ཨོ་ཡ། ངོ་བོ་འདི་འདྲའི་འགྲོ་བ་ཆེ་ཨང་ཞེས་འབའ་སྡེ་ཚོ་ཚང་མ་ཁྱེད་རང་ཚོས་ཟེར་རོགས་གནང། ལྔ་བ་ཡིག་གཟུགས་ལེགས་པོས་ཐེངས་གཅིག་ཤུ་དགོས། ད་འོག་གི། ཚིག་དེ་ཚོ། ཡིག་གཟུགས་ལེགས་པོས་ཐེངས་མ་གཅིག་ཤུ་དགོས་འོས། འོ་དེ་ཁྱེད་རང་ཚོས་ཡིག་གཟུགས་ལེགས་པོའི་ཆེད་ནས་ཡིག་གཟུགས་ཡག་པོ་བྱས་ནས། ཤུ་དགོས་ཤུ་དགོས་བྱས་ནས་དེའི་དོན་དག་ལ་བསམ་བློ་ཡག་པོ་ཞིག་བཏང་རོགས་གནང། ཨ་དྲུག་པ་དེ་བྱེད་གོ། མི་བཅུ་གཙང་མ་བཅུ་དྲུག་གི་དོན་ཚན་རེ་རེ་ལ། སློབ་མ་རང་ཉིད་ཀྱི་བསམ་ཚུལ་ཤོད་དུ་འཇུག་དགོས། ད་ཁྱེད་རང་ཚོས་དོན་དག་གོང་དུ་མི་བཅུ་གཙང་མ་བཅུ་དྲུག་གི་དོན་ཚན་རེ་རེ་ཆེད་ནས་ངས་འགྲེལ་བཤད་ཞུས་ཟིན་པ་ཡིན། ཐ་མི་བཅོས་གཙང་མ་བཅུ་དྲུག་གི་དོན་ཚན་འདི་ཚོ་ལ་ཡ་རེ་རེ་བྱེད་ནས་སོ་སོའི་བསམ་ཚུལ་བཤད་རོགས་གནང། དཔེ་ཆ་ཤེས་ན་མཛའ་བཤེས་ལ་གསར་འགྲོགས་སྤངས་ཏེ་ཉེ་སྲས་མ་བོས་བའི་གཞུང་རིང་བ་ཨ་ནི་ག་འདྲས་ག་འདྲས་བྱེད་ཀྱི་ཡོད་འོ་དེ་འདྲས་འགྲོ་བོ་བྱེད་ནས་སོ་སོའི་ངོས་ནས་ག་རེ་བྱེད་ཀྱི་ཡོད་འོ་དེ་ལ་ཡ་ཨ་ནི་བསམ་ཚུལ་བཤད་རོགས་གནང། འོ་ཡ་ད་སྦྱོང་ཚན་འདི་ཚར་སོང་ཨ་ནི་ཐུགས་རྗེ་གནང། འོ་ཡ་ད་གོང་དུ་མི་བཅོས་གཙང་མ་བཅུ་དྲུག་གི་སློབ་ཚན་འདི་ང་རང་ཚོས་སྦྱངས་ཟིན་པ་རེད། སློབ་ཚན་འདི་སྦྱངས་བ་བརྒྱུད་ནས་ང་རང་ཚོ། བོད་པའི་བུ་ཕྲུག་ཅིག་ཡིན་པའི་ཆ་ནས་མ་འོངས་པའི་མི་ཚེ་ནང་ལ་ཡང་སོ་སོ་ཨ་ནི། མི་ཡ་རབས་ག་འདྲི་ཆགས་ཡོད་མེད་དེ་ད་ལྟའི་མི་སྤྱོད་གཙང་མ་བཅུ་དྲུག་འདི་ལ་ཟེར་བ་ཡིན་ན་ཡག་པོ་ཞིག་ཡིན་གྱི་རེད། སྤྱི་ལྟར་ནས་ང་རང་ཚོའི་བོད་པའི་གཏམ་དཔེ་ནང་ལ་གར་སོགས་ལོགས་ན་རྟོགས་པ་ལྷ་དང་མཉམ་ན་ཀུན་སྤྱོད་མི་དང་བསྟུན་བཤེགས་ཡོད་རོགས་ཨ། སོ་སོ་ཆོས་ཡོད་འདི་ག་འདྲི་བྱེད་ཡོད་བ་ཡིན་ནའི་ཡང། སྤྱོད་པ་དེ་གཞན་དང་མཐུན་པ་ཞིག་གོ་གི་ཡོད་རེད་ལ་ཨ་ནི་གཞན་ལ་ཡག་དཔེ་སྟོན་ཐུབ་ངེས་ཅིག་ཡང་གོ་གི་ཡོད་རེད། བྱས་ཙང། གལ་སྲིད། ང་རང་ཚོས་མི་སྤྱོད་གཙང་མ་བཅུ་དྲུག་དེའི་ནང་ལ་སོང་བཞག་བ་ནང་བཞིན་བྱས་ནས་ང་རང་ཚོས་ཨ་ནི། ཅིག། རྒྱུན་ལྡན་གྱི། བྱ་བ་དེ་ལ་ཡང། ཁ་ལོ་ཡག་པོ་ཞིག་བསྒྱུར་བ་ཡིན་ན། ང་རང་ཚོ་ཚང་མ་ཨ་ནི་མི་ཡ་རབས་ཤ་སྟག་ལ་བསྒྱུར་ཐུབ་ཀྱི་ཡོད་བ་སོང་ཙང་སློབ་ཕྲུག་རྣམ་པ་ཚོས་སློབ་ཚན་དེ། སློབ་ཚན་གྱི་ངོ་བོ་ལ་མ་བཞག་བཞིན་རྒྱུན་ལྡན་ལག་ལེན་གྱི་ཁྲོད་ལ་ཡང་བེད་སྤྱོད་བཏང་གནང་རོགས་གནང། ཨ་ནི། ལག་ལེན་འདི་བཏང་བའི་རྗེས་སུ། ཁྱེད་རང་ཚོ་ཚང་མ་ཨ་ནི།